ས་ཕྱོགས་གང་སར་བཞུགས་པའི་བོད་མི་ཡོངས་ལ་ཨ་ནི་འཚམས་འདྲི་བཀྲ་ཤིས་ལེགས་ཞུ་བ་དང་སྦྲགས། ངའི་མིང་ལ་བསོད་ནམས་རྡོ་རྗེ་ཡིན། ཨ་ནི་ད་ལྟ་ཨ་རི་ལ་སྡོད་ཀྱི་ཡོད། ཨ་ནི་ང་རང་འགྲོ་འཆར་ཤར་བས་ན། ཉིས་སྟོང་བཅུ་གཅིག་ནས་ཕྱི་ཕྱི་ཉིས་སྟོང་བཅུ་དྲུག་བར་དུ་ལོ་ལྔ་བར་སེམས་ཤིག། ཐེངས་གཉིས་རྡ་རམ་ས་ལ་མི་མང་གིས་ཐད་ཀར་འོས་འདེམས་བྱས་པའི་ས་གནས་འགོ་འཛིན་གྱི་ཞབས་ཀྱིས་ཞུས་པ་ཡིན། དེའི་སྐབས་ལ་ནི། དེའི་སྐབས་ཀྱི་སྲིད་སྐྱོང་ལས་ཐོག་དེ་ནི། ད་ལྟའི་སྲིད་སྐྱོང་ལས་ཐོག་དགུང་ལོ་ལོ་ཙཱ་སེང་གེ་མཆོག་དང། དེའི་སྐབས་ཀྱི་སྤྱི་འཐུས་ཚོགས་གཙོ་དེ་ད་ལྟའི་གི་སྤྱི་འཐུས་ཚོགས་ཟུར་སྤེན་པ་ཚེ་རིང་མཆོག་དང། ནི་ནང་སྲིད་བཀའ་བློན། བཀའ་ཟུར་གྷ་རི་སྒྲོལ་མ་མཆོག་དང། བདེ་སྲུང་བཀའ་བློན། སྐུ་ངོ་དྲུང་ཆུང་ངོ་གྲུབ་ཆགས་བསྡད་ཀྱི་ཡོད་རེད། ད་ལྟའི་གི་སྲིད་སྐྱོང། བོད་མི། ལངས་དེ་ངེས། གསུམ་འགྲོ་ཆ་བཞག་པ་ཡིན་ན། ཁོ་རང་ཚོ་མཉམ་དུ་ཐད་ཀར་ངས་ལས་ཀ་བྱས་པའི་ཉམས་མྱོང་དང། དེ་མིན་ན་མཉམ་རུབ་ཀྱི་ཐོག་ནས་ལས་ཀ་བྱས་པའི་ཉམས་མྱོང་བསགས་བཞག་རྒྱུ་མི་གཅིག་ཆ་བསྡད་ཀྱི་ཡོད། ཉེ་བའི་ཆ་ལ་ད་ང་ཚོ་བོད་པའི་སྤྱི་ཚོགས་ནང་ལོགས་ལ་སྲིད་སྐྱོང་གི་མི་མང་གི་ཐད་ཀར་འོས་འདེམས་བྱས་པའི་སྲིད་སྐྱོང་གི་ཐེངས་གསུམ་པ་འདི། ད་ཐེངས་གཉིས་པ་དེ་ལ་བས་ནས་མ་འགྲིག་པ་ཡོད་མར་བ། དེ་འདྲ་སོང་ཙང་དེའི་ནང་དུ་ལ་ཨ་ནི་འོས་མི་མང་པོ་ཞིག་ཐོན་བསྡད་པ་རེད། འོས་མི་ཆ་ཚང་གི་ལ་ཨ་ནི། ཁོ་རང་ཚོའི་གི་ཉམས་མྱོང་དང་སློབ་སྦྱོང་དང་ཤེས་ཡོན་དང་འཇོན་ཐང་དེ་ཚོ་ཧ་ལས་པ་གཅིག་ལས་གཅིག་ལས་ཧ་ལས་པ་དང་ཚང་མ་བཀའ་ཟུར་བྱས་མྱོང་མགྱོགས་དང། སྤྱི་འཐུས་ཚོགས་ཟུར་བྱས་མྱོང་མགྱོགས་དང་བུད་མེད་སྒྲིག་འཛུགས་ནང་ལོག་ལས་ཀ་བྱས་མྱོང་མཁན་ཉམས་མྱོང་ཡོད་རྒུ་ས་ད་རེ་བ་ཅིག་མཐོང་བསྡད་ཀྱི་འདུག་དེ་འདྲ་སོང་ཚང་མ་ལོག་ལ་གུས་བརྩི་ཞུ་བ་དང་སྦྲགས། ད་ངའི་ངོ་ནས་ཨ་ནི་ད་མི་གཅིག་ལ་མ་གཏོགས་བོད་ཕན་ཡོད་ཀྱི་ཐོབ་ཐང་དེ་ཡོད་མ་རེད་དེ་འདྲ་སོང་ཙང་སོ་སོའི་ངོ་ནས་ནི་བསམ་བློ་མང་པོ་ཞིག་བཏང་བྱས་བྱས་བྱས་ཨ་ནི་མཐའ་མའི་ཐག་གཅོད་དེ་ངའི་ངོ་ནས་ཨ་ནི་ཉིས་སྟོང་ཉི་ཤུ་རྩ་གཅིག་གི་སྲིད་སྐྱོང་གི་འོས་མི་དེ་ཨ་ནི་སྤྱི་འཐུས་ཚོགས་ཟུར་སྤེན་པ་ཚེ་རིང་མཆོག་ལ་ཡིན། ད་འདི་ཡིན་དགོས་ཡན་གྱི་རྒྱུ་མཚན་མང་པོ་ཡོད་པའི་ནང་ལོགས་ནས། ངས་ཀྱི་མྱོང་ཚོར་དང་ངས་རྡ་རམ་ས་ལ་ལ་དེ་བྱས་དེ་བྱས་ཉམས་མྱོང་བསགས་བཞག་དགོས་བསགས་བཞག་དགོས་ཀྱི་མྱོང་ཚོར་དེ་ག་དུས་ཡོད་ཟེར་ལབ་ཡིན་ན། སྤྱི་འཐུས་ཚོགས་གཙོ་ཟུར་པ་སྤེན་པ་ཚེ་རིང་མཆོག་གིས་ལས་དོན་ག་བྱས་ཡོད་ཀྱང་རུང། དཔེ་ཆ་ཤ་བས་ན་ང་ཚོའི་ལས་ཁུངས་ཀྱི་རྒྱུ་བྱས་བྱས་དེ་སྐབས་ལ་རྒྱ་གར་གྱི་མི་ནག་གྲགས་ཅན་དང་དེ་འདྲས་དེ་འདྲས་བཞུགས་ཀྱི་ཡོད་རེད་ད་ནང་བཞིན་མ་འོངས་པ། གི DC ཆ་ངས་དེ་འདྲས་ཀྱི IAS Officer དེ་འདྲས་མང་པོ་ང་ཚོ་དེ་འདྲས་ཁོ་རང་ཚོ་ལ་ཨ་ནི་ཅིག་བོད་མི་སྒྲིག་འཛུགས་ངོ་སྤྲོད་བྱེད་ཀྱི་ཐོག་ནས་ང་ཚོ་དེ་འདྲས་བྱེད་པའི་སྐབས་ལ་ཨ་ནི་སྤྱི་འཐུས་ཚོགས་ཟུར་སྤེན་པ་ཚེ་རིང་མཆོག་གིས་གཏམ་བཤད་མང་པོ་ཡང་གནང་ཡོད་རེད། ཨ་ད་ཨ་ནི་ཆིང་གིས་ཨ་ནི་གཞུང་འབྲེལ་གྱི་མཛད་སྒོ་མང་པོ་ཞིག་སྐབས་ལ་ཨ་ནི་ཅིག་སྤྱི་འཐུས་ཚོགས་ཟུར་སྤེན་པ་ཚེ་རིང་མཆོག་གིས་གཏམ་བཤད་ག་རེ་གནང་ཡོད་པས་ན་དེ་ཚོ་ཚང་མའི་ནང་ལོགས་ལ་ཅིག་ཉན་པའི་སྐབས་ལ། གཏམ་བཤད་གནང་རྒྱུ་འདི་ཚོ་གཅིག་རྩ་བ་ཤན་ཡོད་པ་ཅིག་དང། དེའི་ནང་དུ་ཆབ་སྲིད་ཀྱི་གོ་རྟོགས་ཡོད་པ་དང་ཆབ་སྲིད་ཀྱི་གཏིང་ཟབ་པོ་དང་མ་འོངས་པའི་བོད་མིའི་གི་ཐོག་ལ་བོད་མིའི་གི་འཐབ་རྩོད་དང་འབྲེལ་བ་ཡོད་པའི་ཐོག་ནས་གཏིང་ཟབ་པོ་ཞུ་བཞིན་ཡིན་པ་ཅིག་བསམ་བློ་བཏང་དེ་ཉིད་དེ་འདྲ་ཅིག་ཡིན། དེ་འདྲ་སོང་ཙང། སྤྱི་འཐུས་ཚོགས་གཙོ་སྤེན་པ་ཚེ་རིང་མཆོག་འགྲོ་འཆར་བཞག་པ་ཡིན་ན། མི་ཅིག་ཉམས་མྱོང་ཅན་ཡིན་པ་ཅིག་ངས་ངོས་འཛིན་བྱེད་ཀྱི་ཡོད། ཤེས་འཇོན་གཉིས་ལྡན་ཡིན་པ་ཅིག་ངོས་འཛིན་བྱེད་ཀྱི་ཡོད། ཆབ་སྲིད་ཀྱི་གོ་རྟོགས་དཔེ་གཏིང་ཟབ་པོ་ཡོད་པ་ཅིག་ལ་ངས་ངོས་འཛིན་བྱེད་ཀྱི་ཡོད། ད་ག་ནས་བཞིན་རྒྱལ་སྤྱིའི་བདེ་འཇགས་ཀྱི་ཐོག་ནས་ཅིག་ཁོ་རང་གི་ཆབ་སྲིད་ཀྱི་གནས་ཚད་དེ་ཚོ་ཧ་ལས་པ་ཡོད་པ་ཅིག་ངས་མཐོང་དེ་ཡོད། དེ་འདྲ་སོང་ཙང་ང་དང་ང་འདྲ་བའི་མི་མང་པོ་ཅིག་གིས་ཡང་ཁོ་རང་གི་བཀའ་མོལ་དེ་ཚོ་ཉན་པའི་སྐབས་ལ། ཅིག་གཞིས་ཆགས་སྲ་བརྟན་ཡིན་ཀྱང་རུང་བོད་མི་བོད་མིའི་འཐབ་རྩོད་དང་འབྲེལ་བ་ཡོད་ཀྱང་རུང། བོད་མིའི་ནང་ལོགས་ལ་བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱི། དཔལ་འབྱོར་ཡར་རྒྱས་བཏང་ཡ་ཧེ་རྒྱག་རུང། གཞོན་སྐྱེས་ནུས་སྟོབས་བྱེད་ཡ་ཧེ་རྒྱག་རུང། ཆོས་དང་རིག་གཞུང་ཧེ་རྒྱག་རུང་དེ་གང་ཅིའི་ཐོག་ནས་གཏམ་བཤད་ཅིག་གནང་བ་ཡིན་ན། དེའི་ནང་ལོགས་ལ་དངོས་གནས་ཁོ་རང་སྤྱི་འཐུས་ཚོགས་ཟུར་པདྨ་ཚེ་རིང་མཆོག་ལ་ག་རེའི་ཐོག་ནས་ཡང་ཅིག་བཀའ་མོལ་གནང་ཐུབ་ཡ་ཡོད་པ་ཅིག་དེ་ཡིན་པས་ལོ་མང་པོ་ཉམས་མྱོང་བསགས་པའི་མི་ཅིག་ལ་ངས་ངོ་སྤྲོད་བྱེད་ཀྱི་ཡོད་ཅེས་བཤད་ཅིག་དེ་ཡིན། དེ་ནས་ད་ང་ཚོ་འཛམ་བུ་གླིང་འདིའི་ནང་ལོགས་ལ་རྒྱལ་ཁབ་ཀྱི་གོ་སྒྲིག་མང་པོ་ཞུ་ཆོག་གི་རེད། རྒྱལ་ཁབ་ཀྱི་གོ་སྒྲིག་མང་པོ་ཞེས་པ་ཅིག་ཧ་ལས་པའི་སློབ་སྦྱོང་ཡག་པོ་ཡོད་དེ་ངས་མི་ཡོང་ཡོག་རེད། མ་འོངས་པ་ཡང་ང་ཚོ་འདི་ནང་ལ་ཐོན་སྲིད་ཀྱི་རེད། ཡིན་ནི་ཡང་ད་ངའི་ངོ་ནས་གལ་ཆོས་ཤེས་ཅིག་རྒྱལ་ཁབ་ཀྱི་གོ་སྒྲིག་འདི་ཚོ་ལ་ག་རེ་དགོས་ཀྱི་རེད་བསམ་ཡ་དེ་ངས་ག་རེ་རེད་ཟེར་ལབ་ཡིན་ན་ཨ་ནི Moral Values ལ་ཡ་དེ་རེད། ཡ་རབས་བཟང་སྤྱོད་ལ་ཡ་དེ་རེད། དེ་ཨ་ནི་རྒྱལ་ཁབ་ཀྱི་གོ་སྒྲིག་ག་འདྲས་བྱེད་པ་ཡིན་ན་ཡང་དགོས་ཡ་དེ་ཤིན་ཏུ་གལ་ཆེན་པོ་རེད། སློབ་སྦྱོང་ཡོད་པ་འདི་སོ་སོ་རང་གིས་འཁྱེར་འགྲོ་ཡ་དེ་རེད། ཡིན་ན་ཡང་སོ་སོ་གི་ཡ་རབས་བཟང་སྤྱོད་ཡོད་དེ་བ་འདི་ཨ་ནི་འདི་ཨ་ནི་དཔེ་མི་སྲིད་རྩ་ཆེན་པོ་ཅིག་ངས་ངོ་རྫི་བྱེད་འདོད་ཀྱི་ཡོད། དེ་འདྲ་སོང་ཙང་ཨ་ནི་གོ་སྒྲིག་སུ་འདྲ་བྱིན་པ་ཡིན་ན་ཡང་གོ་སྒྲིག་ནང་ལུགས་ལ་སོ་སོ་ངོ་ནས་ཡ་རབས་བཟང་སྤྱོད་དང Moral Values Moral Ethics ལ་ཡ་འདི་ཡོད་ཡ་འདི་ངས་ཤིན་ཏུ་གལ་ཆེན་པོ་མཐོང་གི་ཡོད་ཞུ་བ་ཡིན། ད་འདི་ངས་ག་ལ་གང་འཚམས་ཀྱིས་ཞིབ་འཇུག་བྱས་པའི་སྐབས་ལ། ད་ལྟ་སྲིད་སྐྱོང་འོས་མི་ལངས་ཏེ་ངས་གཞན་ཕག་ཚོ་ལ་མེད་བ་ཞིག་དང། ད་ལྟའི་ངའི་སྲིད་སྐྱོང་རྒྱབ་སྐྱོར་བྱེད་ས་ཡོད་འདོད་པ་ཞིག་ལ་ངས་རྩ་བ་ཉིད་ནས་དེ་འདྲའི་ལབ་ཀྱི་མེད། ད་འདི་ངས་གཞིས་བཞག་ས་དེ་ག་བ་ལ་གཞིས་བཞག་ཅིག་ངས་མཐོང་ལབ་པའི་ན། ད་ཕལ་ཆེར་ལོ་གཅིག་ནང་ལོ་ལ་ང་ཚོས་ཡོངས་གྲགས་ཀྱིས་ཁམས་བཅུ་ཨང་ཉི་ཤུ་བ་འདི་དཔེ་མི་སྲིད་ཀྱི། ད་ལུག་ཁྱུ་ནང་བྱུང་མ་ཡོང་ཅིག་བྱུང་བྱས་བྱས་བྱས་དོན་གཅོད་ཟུར་བ་ཅིག་དང། ཨ་ནི་བཀའ་ཤག་གི་པ་ར་ལ་ཆགས་རེད། ཨ་འདི་བི་ཨ་ནི་མ་ཡེ་ཁ་ཡོག་གི་ཁམས་ཆུ་ཆི་ཆགས་པ་རེད། ཨ་ནི་ཁམས་ཆུ་འདི་ཡོང་བའི་སྐབས་ལ་ཨ་ནི་ཞུ་གཏུག་བྱས་པའི་སྐབས་ལ་ཁྲིམས་ཞིབ་ཁང་ལ་ཞུ་གཏུག་བྱས་པའི་སྐབས་ལ་ཨ་ནི་ད་རྩོད་ལན་པ་རེད་ཨ་ནི་ད་ག་ནས་ཞིག་ཡིན་གི Defense Lawyer ད་གང་ཅིའི་ཐོག་ནས་ཁོ་རང་ཚོས་བཀའ་མོལ་གནང་བའི་སྐབས་ལ་སྐད་ཆ་ག་རེ་བཤད་གི་འདུག་བཀའ་མོལ་ག་རེ་གནང་གི་འདུག་བཀའ་མོལ་གནང་བའི་སྐབས་ལ་འདི་ལ་ཇི་གོ་འདུག་དང་མི་འདུག་ང་ཚོ། འདི་ལྟས་དེ་ངེད་ཀྱིས་བལྟས་པའི་སྐབས་ལ་གང་ཅིའི་ཐོག་ནས་ང་ཚོ་ག་ལ་གང་འཚམས་ཀྱི་ཚོད་དཔག་རུ་ཐིག་འདུག་འདུག་ཡིན་ནའི་དེའི་སྐབས་ལ་ཡང་ང་ཚོ་སུ་བདེན་པ་ཡིན་དང་མེད་ལས་འདི་ང་འགྲོ་བ་ཅིག་ལ་དེ་དུས་བཤད་ཐུབ་པའི་དཔེ་མི་སྲིད་ཁག་པོ་རུ་ཞིག་རེད་ཤག་ཡིན་ནའི་ཡང་རྗེས་ལ་ཆེས་མཐོའི་ཁྲིམས་ཞིབ་ཁང་གི་ཐག་གཅོད་དེ་ཟིན་ཚར་བའི་རྗེས་ལ་ཐག་གཅོད་འདི་གི་ཤོག་གྲངས་གཅིག་སྟོང་བརྒྱད་ཅུ་གི་ཐག་གཅོད་འདི་རེ་རེ་བྱས་ནས། ཀློག་པའི་སྐབས་ལ་སོ་སོའི་ངོ་ནས་ཚོར་སྣང་ཆེན་པོ་ཅིག་ག་རེ་བྱུང་སླ་བས་ན་དངོས་གནས་ཁོ་རང་ལྟབ་ཅིག་ལོ་མང་པོ་དཀའ་ལས་བརྒྱབ་ནས་ལོ་མང་པོ་དཀའ་ལས་བརྒྱབ་ནས་བོད་མི་སྤྱི་ཚོགས་ནང་ལོགས་ལ་ལྷག་བསམ་རྣམ་དག་ཐོག་ནས་དཀའ་ལས་བརྒྱབ་ནས་མི་ཅིག་ལ་ཅིག་མ་ཉེས་རྩ་བ་ཉིད་ནས་ཡག་པོ་མ་རེད་ལ་ཡག་གི་བསམ་བློ་ཤུགས་ཆེན་པོ་ཞིག་ཁོག་སོང་འདི། རྗེས་ལ་ཡང་ཆེས་མཐོའི་ཁྲིམས་ཞིབ་ཁང་གིས་ཐག་གཅོད་གནང་གསལ་བའི་རྗེས་ལ་ཡང་ཇུས་འདོན་ཚོགས་གཙོ་སྤེན་པ་ཚེ་རིང་མཆོག་གིས་ཨ་ཅིག་མང་ཚོགས་ལ་བཀའ་མོལ་གནང་སྟངས་དང་འདི་ཚོ་ཡ་རབས་བཟང་སྤྱོད་དང་བསྟན་པའི་ཐོག་ནས་ངས་དོ་སྣང་དེ་འདྲ་ཞུ་བྱུང་སོང་དེ་འདྲ་སོང་ཙང་ནི་དེ་དུས་ནས་ནི་སོ་སོའི་ངོ་ནས་དམ་བཅའ་ཞིག་ག་རེ་བཞག་མིན་ན་མ་འོངས་པ་ནི་གལ་སྲིད་སྤྱི་འཐུས་ཚོགས་གཙོ་སྤེན་པ་ཚེ་རིང་མཆོག་སྲིད་སྐྱོང་ནང་ལངས་བ་ཡིན་ན་ངས་ངོ་ནས་བསྐྱར་ཆ་བརྒྱ་ཐམ་པ་རྒྱབ་སྐྱོར་བྱེད་ཀྱི་ཡིན། ཁོ་རང་ལ་རྒྱབ་སྐྱོར་བྱེད་དགོས་ཀྱི་ཤེས་ཡོན་དང་ཉམས་མྱོང་དང་ཆབ་སྲིད་ཀྱི་གོ་རྟོགས་དང་ཡོད་པའི་ཁང་ལ་ཡ་རབས་བཟང་སྤྱོད་དེ་འདུག་ལས་ཀྱི་ཚོར་སྣང་དེ་ཤུགས་ཆེན་པོ་ཞུ་རྒྱུ་བྱུང། དེ་འདྲ་སོང་ཙང་མི་གཅིག་ལ Justice སྤྲད་དགོས་ཀྱི་ཡོད་པ་ཡིན་ན། མི་གཅིག་ལ་དངོས་སུ Justice སྤྲད་དགོས་ཀྱི་ཡོད་པ་ཡིན་ན། མི་དེ་ལ་གུས་ཞབས་ཡོད Justice ཡོད་ལ་བྱས་ཀྱི་དེ་གཅིག་པོ་འགྲིག་གི་མི་འདུག་མི་དེ་ལ་འོས་ཤོག་བླུགས་བྱས་ཀྱི Justice སྤྲད་དགོས་ཀྱི་འདུག་ལས་ཀྱི་བསམ་བློ་དེ

ངའི་སྔོན་ནས་ནི་ཞིབ་འཇུག་བྱེད་བྱེད་བྱེད། མི་དྲང་པོ། མི་དངོས་གནས Fighter། དངོས་གནས་ཁོ་རང་ཁ་རི་ཁ་བརྡུགས་བཤད་དེ་ངས་མི་གཅིག་ལ་མི་དྲང་པོ་བྱེད་ལ་ངས་ད་ལྟའི་ཆ་ལ་ངས་རྒྱབ་སྐྱོར་མ་བྱས་པ་ཡིན་ན་ནི་ང་ང་རང་ཕ་མ་ཡིན་པའི་ཆ་ནས་མ་འོངས་པ་སོ་སོའི་སྤུ་གུ་ལ་ངས་ཡ་རབས་བཟང་སྤྱོད་བྱེད་དགོས་ཀྱི་རེད་ད་སླ་ཡ་དེ་འདི་གི་ནི་ངས་འདང་གི་ཡོད་མ་རེད་སང་ཡ་གི་བསམ་བློ་དེ་འདྲས་བྱེད་ཧི་དེ་འདྲ་སོང་ཙང་ངའི་སྔོན་ནས་ནི་དེ་རིང་དྲང་པོ་ལ་རྒྱབ་སྐྱོར་བྱེད་དགོས་ཡ་དང་ནི་མི། ཚད་ལྡན་བཅས་ལ་རྒྱབ་སྐྱོར་བྱེད་དགོས་ཀྱི་རྒྱུ་མཚན་གནས་ལུགས་དེ་འདྲའི་ཐོག་ནས་ངས་རྒྱབ་སྐྱོར་བྱེད་བསྡད་ཀྱི་ཡོད། དེའི་ཁང་ལ་ཨ་ནེ་ངས། ཅིག། ཕྱིའི་རྒྱལ་ཁབ་ནང་ལོགས་ལ་འཚར་ལོངས་བྱས་ཏེ་ངའི་གཞོན་སྐྱེས་ཡིན་ཀྱང་རུང་ད། ང་ཚོའི་བཙན་བྱོལ་ནང་ལོགས་འཚར་ལོངས་བྱས་ཏེ་གཞོན་སྐྱེས་སུ་འདྲ་ཞིག་ཡིན་ཀྱང་རུང། སོ་སོའི་ཀྱི་ཨ་ནེ། བོད་མི་རྒྱབ་སྐྱོར་བྱེད་སའི་ཀྱི་མི་དེ། མི་དེ་ག་འདྲའི་ཞིག་རེད་ཞག་མི་དེ་སློབ་སྦྱོང་ག་འདྲའི་འདུག་བ། ཨ་ནེ། ཡིན་གཅིག་མིན་གཅིག་ཨ་ནེ་བརྟག་དཔྱད་བྱེད་དགོས་ཡ་ཞིབ་འཇུག་བྱེད་དགོས་ཡ་དེ་དཔེ་མི་སྲིད་གལ་ཆེན་པོ་རེད་བསམ་གྱི་ཡོད། བཅོམ་ལྡན་འདས་ཀྱིས་ག་རེ་གསུངས་ཡོད་རེད་ལབ་པས་ན་ངས་སྐད་བཤད་རྒྱུ་གསེར་འདི་གསེར་རེད་བྱས་རྗེས་ངས་ལབ་བ་ཙམ་གྱིས་འགྲིག་གི་ཨོ་མ་རེད། ཁྱོད་རང་ཚོས་ངོ་ནས་ཆེད་བཏུབ་བརྡར་བྱས་རྗེས་གསེར་རེད་འདུག་མི་འདུག་བརྟག་དཔྱད་བྱེད་དགོས་དེ་ཤིན་ཏུ་གལ་ཆེན་པོ་རེད་དེ་འདྲ་གསུངས་ཙང་སོ་སོའི་ངོ་ནས་ཞིབ་འཇུག་བྱས་དཔྱད་པ་བྱས་དཔྱད་པ་དང་ཞིབ་འཇུག་བྱེད་པའི་སྐབས་ལ་བློ་ཟུར་དུ་གནས་བྱས་རྗེས་དཔྱད་པ་ཞིབ་འཇུག་བྱེད་དགོས་དེ་ཤིན་ཏུ་གལ་ཆེན་པོ་རེད། བྱས་རྗེས་ངས་ངོ་དེ་ནས་ངོས་འཛིན་བྱེད་དགོས་དེ་མ་བྱས་པ་ཡིན་ན། མ་འོངས་པ་དོ་བདག་སོ་སོས་ཀྱི་བསམ་བློ་བཏང་སྟངས་དང་ཆད་པ་མ་ཆད་པའི་ཐོག་ནས་ཨ་ནི་ལུས་འགྲུས་ཆེན་པོ་ཅིག་བྱེད་ཅིག་ཅེས་གང་ལ་ང་ཚོ་མི་གཞན་ཅིག་སླད་བྱེད་ཅིག་ཅེས་ཨ་ནི་འདིས་ཀྱིས་ང་ཚོས་ད་དཀའ་ངལ་ཆེན་པོ་དེ་འདྲ་ཞིག་བཟོས་པ་ཡིན་ན་ཨ་ནི་དོ་བདག་སོ་སོས་ཀྱི་དམངས་གཙོས་ཀྱི་འགན་འདི་མ་ཁེངས་པ་ཅིག་དམངས་གཙོས་ཀྱི་འགན་འདི་མ་ཁེངས་པ་ཅིག་ང་ཚོས་ངོས་འཛིན་བྱེད་ཀྱི་ཡོད་ཅེས་ངས་བསམ་བློ་བཏང་སྟངས་དེ་འདྲ་ཅིག་ཡིན། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ང་ཚོའི་ལ་དམངས་གཙོའི་གསོལ་རས་གནང་བཞག་ཡོད་རེད་ད་འདྲ་སུ་གསོལ་རས་གནང་བསྡད་པ་འདི་ང་ཚོའི་ངོ་ནས་འོས་ཤོག་འོས་འཕེན་པའི་སྐབས་ལ་ཆོལ་ཁ་དང་ཆོས་ལུགས་ཀྱི་ཞེན་ཁོག་དེ་སྤང་བྱས་བྱས་ཨ་སོ་སོའི་གི་བོད་མི་འདི་ཨ་ནི་མི་ག་འདྲེ་རེད་བཞག་མི་དེ་ལ་འཇོན་ཐང་ག་འདྲེ་འདུག་མི་དེ་ལ་ཤེས་ཡོན་ག་འདྲེ་འདུག་ཡ་རབས་བཟང་སྤྱོད་འདུག་དང་མི་འདུག་དེ་ཆ་ཚང་ལྟ་བའི་ཐོག་ནས་ཨ་ནི་སོ་སོའི་ངོ་ནས་འོས་ཤོག་བླུག་པ་ཡིན་ན་ཨ་ནི་སོ་སོའི་ངོ་ནས་འགྱོད་པ་རྩ་བ་ཉིད་ནས་ཡོད་མ་རེད་བྱས་བྱས་བྱས་ངས་དེ་འདྲ་ཐོག་ནས་ཨ་ནི་ངའི་ངོ་ནས། ཨ་ནི་ད་ལྟའི་ཆ་ལ་ཨ་ནི། ད་ལྟའི་གི་སྲིད་སྐྱོང་གི་སྔོན་འགྲོའི་འོས་མི་གི་རྒྱབ་སྐྱོར་བྱེད་ས་དེ་ཨ་ནི་སྤྱི་འཐུས་ཚོགས་གཙོ་ཟུར་བ་ཨ་ནི་སྤེན་པ་ཚེ་རིང་མཆོག་ཡིནདེ་ཡིན་ཨ་ནི། སྲིད་སྐྱོང་ལགས་ངས་ཚང་མ་ལོག་ལ་གུས་ཞབས་ཡོད་པའི་ཐོག་ནས་དམིགས་བསལ་ད་དོན་བཀའ་ཟུར་རྒྱལ་ར་སྒྲོལ་མ་དང་སྐུ་ངོ་དྲུང་ཆུང་ངོ་སྤྲོ་མཆོག་ལ་གུས་ཞབས་ཡོད་པའི་ཐོག་ནས་ཨ་ནི་ཁོ་རང་ཚོ་ཚང་མ་ལོག་ལ་ཨ་ནི། སྲིད་སྐྱོང་ལངས་བ་དེ་ལ་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་བས་ཡིན།